ད། ཆོས་བརྒྱུད་ནང་ལོག་ནས། དེ་ནི། ད། བསྟན་པ་འཛིན་པའི་སྐྱེ་བོ། ཞུ་ན་མི་འདུག་ཨ་ནི། ད་བླ་མ། གཙོ་བོ་ཅིག་དེ་འདྲི་ཅིག། ཕྱག་དེ་རེ་ཞུ་ཨེ། རྒྱལ་བ་ཡང་མགོན་པ་འདི། ཨ་ནི། ད་ལྟ་ང་རང་ཚོ་རྒྱལ་བ་རྒོད་ཚང་པའི་གན་ནི་སློབ་མ་མང་པོ་ཡོད་པའི་ནང་ནས་ད་སློབ་མ་གཙོ་བོ་ཅིག་ཆགས་བསྡད་ཡོད་རེད། རྒྱལ་བ་ཡང་རྒན་པའི་གི་ཁོ་རང་གི་ད་རྣམ་ཐར་ནང་ལོ་ལ་ཡང་ཡིན་ན་ཡང་ག་རེ་གསུངས་ཡོད་རེད་ཟེར་ཞུས་པ་ཡིན་ན་དེ་ནི་ད་སློབ་མ་རང་ལས་ལྷག་པའི་གི་ནི་སློབ་མ་དགུ་གསུངས་ཡོད་རེད།

རྒྱལ་མཚན་དཔལ། འདི་འདྲ་བཞིན་ཞུ་གི་འདུག་ཨ། འདི་འདྲ་བྱས་བྱས་ད་ཁོང་གི་འཁྲུངས་ལོ་འདི། ཨ་ནི་སྤྱི་ལོ་ལྟར་དུ་བྱས་པ་ཡིན་ན་ད་དུས་རབས། བཅུ་གསུམ་འདྲ་བོ་འདི་འདྲ་བཞིན་ནང་ལ་ཨ་ནི། བོད་ལ་ད་སྟོད་ཀྱི་ཕྱོགས་ལ་ཨ་ནི་འདི་འདྲ་བྱས་ནས་འཁྲུངས་པ་ཡིན་ས་རེད། སྟོད་ཀྱི་ཕྱོགས་ལ་ཨ་ནི། འཁྲུངས་བྱས་དེ་ནས། ཁོང་ད།

ག་རེ་ལབ་ནས་ཅིག་བཤད་ཐུབ་ངེས་ཆེ་རོགས་དེ་འདྲ་ཆགས་ཡོད་ས་རེད། དགོངས་དེ་ནི་དགོངས་ལོ་ད་ག་ཇེ་བཅུ་གསུམ་ལ་ཕེབས་དུས་ཙམ་ནས་ནི་ད་ལྟ་ང་ཚོ་ལྷ་སྡོང་ལ་ཡོད་པའི་གི་དེ་ནི་ལྷ་སྡོང་ལ་ཡོད་པའི་གི་ལྷ་སྡོང་དགོན་པ་ཅིག་ཡོད་ས་རེད་དེ་ལ་ནི་ཁོང་འཛུལ་ཞུགས་གནང་རྗེས་དེ་ནི་གྲྭ་པ་གནང་ཡིན་ས་རེད་ད་ཆོས་སྒོ་ལ་ཡར་ཞུགས་བྱས་འདུག་བྱས་གྲྭ་པ་གནང། ནས། ཁོང་གིས་ད། དེའི་སྐབས་སུ་ལ་དེ་ནི་བླ་མ་འདྲ་བོ་ད། གཙོ་བོ་འདྲ་བོ་འདི། ནི། ད་རྒྱལ་བ་རྒོད་ཚང་པ་བྱེད། རྒྱལ་བ་རྒོད་ཚང་པ་བྱེད་དེའི། ཞོར་ལ་ད། ད་རྒྱལ་བ་རྒོད་ཚང་པ་མ་བསྟེན་སྔོན་ལ་ཡང་ཀོ་བྲག་པ་ལ་སོགས་པ་དེ་ནི་བླ་མ་དགེ་བའི་བཤེས་གཉེན། མང་པོ་ཅིག་ཁོང་གིས་ད་སྟོད་ལ་བཞུགས་དེ་ངེད་ཀྱི་བླ་མ་མང་པོ་ཅིག་བསྟེན་གནང་ཡིན་ས་རེད། འདུ་བྱེད་ད་གང་ཅིའི་ཁོང་དེ་ཚོ་བསྟེན་གནང་ནས་ཨ་ནི། ད་ང་ཚོས་ཀྱི་མདོ་སྔགས་གཞུང་ལུགས་ལ་སོགས་པ་ཐམས་ཅད་ལ་སྦྱང་བརྩོན་གནང་ནས་ནི། ད་གང་ཅི་ཕུལ་དུ་ཕྱིན་པ་བྱེད་རོགས་སྦྱང་བརྩོན་གནང་བྱས་ནི། ཚང་མ་མཐར་ཕྱིན་པ་ཡིན་ས་རེད་ད་གང་ཅི་ང་ཚོ་ཆོས་ཀྱི་བསླབ་སྦྱོང་འདི་ཚོ་ཚང་མ་མཐར་ཕྱིན་མཐར་ཕྱིན།

དེ་ནས། ད་རྒྱལ་བ་རྒོད་ཚང་པ་མཇལ་ནས་ཨ་ནེ། དེ་ནི་ད་དམིགས་བསལ་གྱི་དེ་ནི་གང་བྱས་ད། ཁོང་ལ་དེ་ནི་འགྱུར་བ་ཆེན་པོ་ཅིག་འགྲོ་ཅིག་དེ་ནི། ད academic ཟེར་བར་བ་ང་ཚོ་ཤེས་བྱ་ལ་ཡོན་ཏན་རང་མ་ཡིན་པ་ཆེས་ཆེར་བ་དཔེ་ཆ་འདི་བློ་དཔེ philosophy ཨ་ནེ་ཀྱི་ཐོས་བསམ་སྒོམ་གསུམ་གཅིག་པོ་མ་ཡིན་པ། དེ་ནི། དེ་ནི་སྒྲུབ་བརྒྱུད་ཀྱི་བསྟན་པ་ལ་དེ་ནི་ཁོང་འབད་བརྩོན་གནང་ནས་རོ། དེ་ནི་ང་ཚོ་ཕྱག་ཆེན་ཆོས་དྲུག་ལ་སོགས་པ་དེ་ཨ་ན་ཞིང་གི་སྒྲུབ་པ་བཀའ་བརྒྱུད་ཀྱི་དེ་ནི་ཆོས་སྐོར་དེ་ཚོ་ཞུས་ནས། དེ་ནས་ཁོང་དཔལ་དེ་ནི་རི་ལ་རང་བཞུགས་བྱས་རོ། མི་ཟི་སྒང་ཚང་རི་ལ་རང་བཞུགས་བྱས་དེ་འདྲ་བྱས་ཡིན་པ་ཡིན་ས་རེད། ད་བླ་མ་ག་རྗེ་གྲུབ་ཐོབ་དེ་འདྲ་མཇལ་འོང་དུ་བཙལ་ནས་དེ་ནི། སྔར་རྫོགས་པ་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ནི་ལོ་དྲུག་དགའ་བ་བཅས་པ་ལ་སོགས་པ་དེ་འདྲ་གནང་བ་ན་ཞིང་གི་དེ་ནི། ད་ཁོང་རྣམ་པའི་རྗེས་སུ་ཞུགས་བྱས་དེ་ནི། རི་ཁྲོད་དང་གངས་ཁྲོད་ལ་སོགས་པ་ཕལ་འགོ་ཚུགས་ཉམས་ལེན་དུ་ཚང་མ་ནི་ཉམས་ལེན་ཚང་མ་མཐར་ཕྱིན་ནས་གཞི་ནས་ནི་འགྲོ་དོན་ལ་སོགས་པ་རྐྱང་གི་ཡོད་རོ། དེ་འདྲ་རེད་ད་དེང་སང་ཡིན་ན་དགུ་བཞུགས་ལོག་འདས་རེད་ང་ཚོ་ཉམས་ལེན་དེ་རྩ་ནས་མེད་པ་བྱས། དེ་ནི་སོ་སོ་ལ་ཉམས་ལེན་གྱི་དྲི་མ་ཙམ་ཡང་མེད་པ་དེ་ནི་གཞན་པ་ལ་ཡང། འདི་བྱེད་ཀྱི་ཡོད་རོ་ང་ཚོ་ད་ངོ་སྤྲོད་བྱེད་ཀྱི་ཡོད་རོ། ཟས་ངོ་དགྲའི་ལ་སོགས་པ་གཞན་པ་ལ་ཡང་རོ། དེ་འདྲ་བྱས་ནས་བྱས། བྱས་ཙང།

ད་ཞུ་གནང་བྱས། ནི་སྒོམ་ཉམས་ལེན་ཡང་དེ་ནི་ཁོང་མཐར་ཕྱིན་པར་གནང་ནས། དེ་ཡང་དེ་གནང་སྟངས་དེ་ཡང་དེ་ནི་དེ་འདྲའི་ང་ཚོ་དེང་སང་འདྲ་བོ་ད་ཅིག་ང་རི་ཁྲོད་ལ་ཡོད་ཟེར་ནས་དེ་འདྲ་ཡིན་ས་མ་རེད་ཁོང་ཡེ་གེ་གྲྭ་ཕུག་དང་ད་དེ་འདྲའི་ཀི་ལ་བཞུགས་བྱས་དེ་ནི་གྲྭ་ཕུག་དེ་ཚོ་ནང་ལ་བཞུགས་ཡོད་འདུག་ཙང་དེ་ནི་སྒོ་དེ་ཚོ་ཚང་མ་བ་དམ་པག་གི་བ་སྦྱར་བྱས་རོ། མཚམས་དམ་པོ་ཞི་བོ་ཅིག་དེ་འདྲ་ཕྱིར་གནང་བྱས་ནས་གང་བྱས་ཞལ་ལག་དེ་ཚོ་ཡི་རྩ་ནས་མེད་པ་བྱས་བྱས་དེ་འདྲའི།

བྱས་ཙང་དེ་འདྲའི་སྣང་དུས་རྩ་ནས་དེ་ནི་ཕྲ་རྒྱས་ཆེན་པོའི་རྟོག་པ་མངོན་དུ་འགྱུར། གང་བྱས་ད། མངོན་ཤེས་དང་ཞི་གནས་དང་མངོན་ཤེས་ལ་སོགས་པ་དག་ནི་ཤིང་གི་རྫུ་འཕྲུལ་ལ་སོགས་པ་དག་གང་ལྟ་ཅི་སྔར་བཟོ། འདིའི་གོ་ཞོར་ལ་ཅིག་ཡུངས་ཀར་བ་འདི་ཚང་མ་ཁོང་ད་གྲུབ་པ་ཐོབ་ཡིན་ས་རེད། གྲུབ་པ་ཐོབ་ནས་དེ་ནི་ཁོང་གིས་ཁོ་རང་གི་ད་སློབ་མ་འདི་ཚོ་ལ། ད་ལ་མི་དགའ་ཞིང། འགྲོ་དོན་སྦྱང་ཡས་ཀྱི་དུས་ཚོད་དེ་སླེ་འོང་དུ་བཙར་ནས་དེ་ནས་ཁོ་རང་གི་ལོ་མ་དེ་ཚོ་ལ་སྨྲ། ད་སྒྲུབ་བརྒྱུད་ཀྱི་ཆོས་སྐོར་དེ་ཚོ་རོ། སྒྲུབ་པ་བཀའ་བརྒྱུད་ཀྱི་དེ་ནི་གདམས་ངག་དེ་ཚོ་སྨྲ། གནང་བ་ཡིན་ཟེར། དེ་གནང་བ་གནང་མ་ཐག་ཏུ། དེ། ད་བླ་མ་གོང་མ་རྣམས་པར་གྱི་དེ་ནི། མཛད་པ་ནང་བཞིན་བྱེད། ལམ་སང་སློབ་མ་དེ་གའི་དེ་དེ་ནི་ཡང། རི་ཁྲོད་དང་གངས་ཁྲོད་རྫ་ཁྲོད།

གྱོང་གཏོགས་གོས་གཏམ་གསུམ་ལ་བཏང་ནས་དེ་ནི་ཀ་བ་བཅད་པའི་སྐབས་སུ་ལ་ཡང་དེ་ནི་ཞལ་ལག་དེ་ཚོ་དམིགས་བསལ་ག་རེ་བྱས་ཡ་དེ་འདྲ་ཅི་ཡོད་ས་མ་རེད་ད་ཇི་སྐད་ཅིག་ཟ་བོ་འདྲ་བོ་དེ་ནི་ཆུ་གོས་ན་ཁ་རེ་ཆུ་གོས་ན་རྩ་ནི་ཁོ་རང་ད་གྱོང་གཏོགས་དང་གོས་དང་གཏམ་གསུམ་ཕར་བཏང་བྱས་ཡ་ཆོས་ཀྱི་ཆེད་དུ་ཀ་བ་བཅད་ད་དངོས་གནས་དྲང་གནས་ཀྱི་ཆོས་ཀྱི་ཀ་བ་བཅད་ཀྱི་ཡིན་ན་ཡ་དེ་འདྲ་ཅི་དགོས་རེད་བ། གཞན་ང་ཚོ་ད་ཅིག་མིང་དང་སྙན་གྲགས་དང་དེ་ནི་སོ་སོ་ཐོབ་གོ་ས་དང་དེ་ནི་སྲིད་དོན་གྱི་དེ་ནི་གྲགས་པ་ཡོང་ཡ་ལ་སོགས་པ་དེ་འདྲས་ཀྱི་ཆེད་དུ་བྱེད་ཀྱི་འདུག་ཨ་དེང་སང་དེ་འདྲས་མ་ཡིན་པ་ཁོང་རྣམ་པ་གྱི་ད་རྣམ་ཐར་དེ་ཚོ་བརྗེད་འོང་ན་དེ་ནི་དངོས་གནས་དྲ་གནས་ཀྱི་དེ་ནི་ཡིད་དབང་འཕྲོག་དགོས་ཡ་རོ་ཨ་དེ་བ་དངོས་གནས་ཀྱི་ད་སྐྱེ་ཡག་གི་དེ་འདྲས་ཀྱི་ཅིག་ས་བོན་ཅིག་རེད་འདུག་ཨ་དེ་འདྲས་བྱས་བྱས་ནས་ཁོང་གི་དེ་ནི་ཕྱག་རྒྱ་ཆེན་པོས་ཀྱི་ཆོས་དེ་ཚོ་གནང།

ད་གང་ཅི་མགུར་ལ་མ། བཞེངས་པ་ཟེར་ནས་མི་འདུག་གོ་གཞས་ནང་བཞིན་བྱས་ན་མ་བཏང་བཞག་ཡིན་དུས་རྩ་ནི་སྙན་ངག་ཡོད་བདེ་ངས་དེ་ནི། ད་སྐྱེས་བུ་ཆུང་འབྲིང་རོ་ཨ་ནི། ཆེ་སུ་ཡི་ཁོ་རང་དེ་ཉན་པ་ཡིན་ན་དེ་ནི་དེ་གོ་དོན་རྟོགས་ཐུབ་ཡ་དེ་གོ་བ་ལེན་ཐུབ་ཡ་ཨ་ནི་འགོ་ཚུད་ཡ་ཅིག་དེ་འདྲི་ཅིག་གེ་ཁོང་གིས་དེ་འདྲ་ཅིག་གསུངས་ཡོད་སར་དེ་ད་ཁོས་གཙོ་བོ་གཙོ་བོ་ད་ཉམས་ལེན་ལ་ཕན་ཡ་གི་ཆེད་དུ་ལ་རོ་ཨ་དེ་འདྲ་ཡིན་དུས་སེམས་ལ་ཕན་ཡ་དང་ཉམས་ལེན་གི་ཕན་ཡ་ཆེད་དུ་གསུངས་པ་ཡིན་དུས་རྩ་ནི་དེ་འདྲའི་དམིགས་བསལ་ཅིག་ཡོད་ས་རེད། ཨ་ནེ་དེ་བཞིན་དུ་ད་ཁོང་གི་ད་ག་འཇའི་གསུང་འབུམ་ད་པོད་གཉིས་ཤིག་དེ་འདྲ་ཅིག་ཁོང་གི་ཡོད་ས་རེད་ཁོང་གི་ད་དེའི་ནང་ལོགས་ལ་ད་རི་ཆོས་ལ་སོགས་པ་ང་ཚོ་ད་གཙོ་བོ་གཙོ་བོ་ད་ཉམས་ལེན་གནང་ཡས་སྐོར་དེ་གས་དེ་ཤུགས་ཆེན་པོ་ཤོད་ཅིག་གསུང་བཞག་ཡོད་རོ་འོ་དེ་འདྲས་གསུང་ཡོད་ས་རེད། ཨ་དེ་འདྲས་ཡིན་པ་རེད་ད་ཁོང་གི་ད་ད་མི་ཚེ་ནང་གི་བྱས་རྗེས་འདྲ་པོ་རོ་བ་དེ་འདྲ་བྱས་རྗེས་སློབ་མ་ཡས་བྱས་དེ་ནས་བརྩམས་ཆོས་ཡོད་པ་བྱས། འདུ་བྱེད་ཅིག་དེ་ནི། ད་ཁ་ཤས་ཀྱི་ད་ལྟ་ཡང་གཅིག་དགོངས་ཚུལ་ཟེར་ན་མི་འདུག་ད་བཞེད་ཚུལ་ལ་ག་རེ་ཡོད་ཟེར་ན། ནི་ད་ལྟ་ལྷ་སྡོང་གི་དགོན་པ་འདི་ཡང་ནི་ཁོང་གིས་ད་ཕྱིས་སུ་ཡང་གཅིག་རྒྱ་སྐྱེད་འགྲོ་བ་གནང་ཟུར་བརྗོད་འགྲོ་བ་གནང་རེས་དེ་འདྲ་ཅིག་ཡོད་ས་རེད། དེ་ག་ནང་བཞིན་གྱི་ད་ལྟ་སྟོད་ལ་ཡོད་པའི་གི་ལྷ་སྡོང་གི་ནི་ནང་ལོགས་ལ་དེ་ནི། ཡང་དགོན་པ་ཁོ་རང་གི།

ཁོང་གིས་ག་རེ་གསུངས་ཡོད་རེད་ཟེར་ན་ཨ་ནི་འདི་འདྲའི་ཅིག་ཁྱེད་རང་ཚོས་བྱེད་ཐུབ་པ་ཡིན་ན་དེ་ནི། ཏག་ཏག་དང་མཚན་མ་བཟང་པོ་དེ་འདྲ་དེ་ནི་རྣམ་པ་ཡ་མཚན་པོ་དེ་འདྲ་དྲུག་ཅིག་ཡོང་གི་རེད་ད་ཅེས་ཁོང་གིས་དེ་ཡང་གསུངས་ཡོད་ས་རེད། དེ་གསུངས་པ་ནང་བཞིན་གྱིས། གང་ཅེས། ཏག། ཏང་དང་ཚད་མ། བཟང་པོའི་ནང་ནས་དང་པོ་དེ་ག་རེ་ཟེར་ཞུས་པ་ཡིན་ན། ད་ལྟ་ལྟ་ཁོང་གི་སྐུ་དྲག་དེ་གས་དེ་ཆ་ཚང་བསྒྲུབས་ཚར་ནས་ནི་ད་ལྟ་ཚེས་པ་བཅོ་ལྔ། གཅིག་ལ་དེ་ནི་ཁོང་གི། སྐུ་དེ་ལ་ཡང་རབ་གནས་བྱེད་པའི་སྐབས་སུ་ལ་ད་རབ་གནས་དང་ཁྲུས་གསོལ་ཟེར་གི་རོགས་ང་ཚོ་དེ་འདྲ་བྱེད་པའི་སྐབས་སུ་ལ། དེ་ནི་འོས་གཅིག་ཏུ་སྨྲ་ཡོང་བྱས། ཨཱ་ནི། སྐུ་དེ་ལ་མ་ཐིམ་པ་རེད། ད་འདི་ག་རེ་སྟོན་དགོས་ཟེར་ན། ཨཱ་ནི། ཡེ་ཤེས། ད་ཡེ་ཤེས། ད་ལྟ་རྒྱལ་བ་ཡངས་ཀུན་པ་ཁོ་རང་གིས་དེ་ནི། ཡེ་ཤེས་པ། ཡེ་ཤེས་པ་ཟེར་གི་རེད་བ་ང་ཚོ་ཡེ་ཤེས་པ་ཟེར་དུས་ད་ཁོང་གི་ཐུགས་ཀྱི་དེ་ནི་བདག་ཉིད་ཅན་གྱི་དེ་ནི་འོད་ཟེར་འདི་མ་འདུག་སེམས་ཡོངས་བྱས་དེ་ནི་སྐུ་འདྲ་དེ་རྣམས་ལ་མ། ད་ཐིམ་ཡིན་སར་ད་འོད་རྣམ་པ་སྣ་ཚོགས་ཕྱི་མ་ཡོངས་བྱེད་རོ། འདུ་བྱེད་མ་ཐིམ་པ་ཡིན་སར་འདི་ཐིམ་པ་འདིས་ང་ཚོ་ད་ཡེ་ཤེས་པ་དངོས་སུ་མ། འཇའ་ཚོན་གྱི་རྣམ་པ་ལ་འབྱུང་བྱེད། སྐུ་འདི་ལ་མ་ཐིམ་རེས་དེ་འདྲ་བྱིན་ད། སྲིན་པོར་ད་དེ་ཚོ་དཔེ་མི་སྲིན་ཡམ་ཆེན་པོ་དང་དེ་འདྲ་རེ་བ།

དེ་ནི་ཡང་དགོན་པ་དང་ཉམས་རྡོར་ལ་ཁོ་རང་གིས་ད་མི་དང་མི་ཐུག་བ་ནང་བཞིན་བྱས་ནས་ད་ཁོ་རང་གིས་བཀའ་མོལ་ཞུས་ཡིན་ས་རེད། ཁྱེད་རང་གིས་ད་ཅི་ཡང་ནི་ངའི་རོགས་པ་དེ་མཉམ་དུ་དེ་འདྲ་བྱས་ནས་བཀའ་མོལ་གནང་འདོགས་ང་ལ་བཀའ་མོལ་གནང་མ་སོང་བ་བྱས་རྗེས་དེ་འདྲ་བྱས་ནས་ཁོ་རང་ཡར་ཞུས།

འདུ་བྱེད་འམ། བྱས་ཙང་ཀ་རྟ་འདི་གི། ཁམ་པ་འདི་གི་དྲི་ཞུ་བའི་གི་རྟགས་འདྲ་བོ་འདི་ལ་ཁོང་གི་ཕྱག་མཛུབ་ཡོད་རོ་བ་ཕྱག་མཛུབ་འདི་ལ་ཏི་ཅིག་རྟ་རྨ་ཁ་འདྲ་བོ་ཅིག་དེ་འདྲ་ཅིག་དྲི་ཞུ་བའི་གི་རྟགས་འདྲ་བོ་ཅིག་དེ་འདྲ་ཅིག་མཇལ་ཡས་ཡོད་ཟེར་དེང་སང་ཡིན་ནས་མཇལ་ཡས་ཡོད་ཟེར། ཨོ་དེ་འདྲ་རེད་ཞུ་ཡས་ཡིན་དེ་ནི།

ད། མཛད་སྒོ་ཟེར་ན་མི་འདུག་ཨ་ནི་སྲུང་བརྩི་གནང་ཡས་འདི་ག་རེ་རེད་ཞུས་པ་ཡིན་ན། ཨ་ནི་ཁོང་ད། སྐུ་འཁྲུངས་པ་རེད་བ་ལྷ་སྡོང་ལ་འཁྲུངས་པ་ད་ཨ་ནི་ཤིང་གི་རྩི་སྤྲིན་ད། བསྐྱངས་པ་ད་ཨ་ནི་ཤིང་གི་སྐུ་མྱ་ངན་ལས་འདས་པ་དེ་འདྲའི་རྗེས་ཀྱི་ད་དུས་བཟང་སེམས་འཛོམས་འདྲ་བོ་རྗེས་ཀྱི་སྒོ་ནས་ཨ་ནི་སྲུང་བརྩི་ཞུ་ཡས་ད་ཨ་ནི་ཤིང་གི་ཨ་ནི།

ཞུ་བ་ཡིན། ད་འདི། ད་ལྟ་དུས་ཆེན་སྲུང་བརྩི་ཞུ་སྟངས་འདི་སྐོར་ལ་ད་དུ་ཞུ། སྤྲོ་བརྩི་ཏུ་བྱེད་ནས་ཞུ་ཚར་བར་བྱས། ཨ་ནི། ད་གང་རྗེས་ཁོང་མྱ་ངན་ལས་མ་འདས་པའི་སྔོན་ལ་ཁོང་ད། སྒོམ་སྐྱོ་ནས་བཞུགས་ཡོད་ས་རེད་ད་ཡི་གེ་ལྟོས་ཁོ་ལྟོས་ཀྱི་ཁུལ་ལ་དེ་འདྲ་དྲ་འབུ་དེ་འདྲ་མང་པོ་ཡོད་རེད་ཟེར་གི་འདུག་དེ་འདྲའི་རྗེས་ལ་སྒོམ་སྐྱོ་ནས་བཞུགས་པའི་སྐབས་སུ་ལ། ཨ་ནི། ཁོང་གིས་ད་དངོས་ཤེས་ཀྱི་མཁྱེན་བྱས་དེ་ནི་ཁོ་རང་གི་བླ་མ། ཨ་ནི་རྒོད་ཚང་པ་དེ་ད་མྱ་ངན་ལས་འདས་འགྲོ་གི་ཡོད་བ་དེ།

པའི་ཆ་ནས་སྒོ་བརྩམས་པ་དང། ད་ལྷན་དུ་ལ་ནི་བཀའ་མོལ་མང་པོ་ཞུས་བྱས་ནས། བཀའ་མོལ་འདི་ཚོ་ཆོས་གཙོ་བོ་འགྲོ་འདི་ག་རེད་ཟེར་ན་དེ་ནི་ཡང་དགོན་པ་ཁོ་རང་ད་སྒོ་བརྩམས་པའི་སློབ་མ་ཡིན་འདུག་ཟེར་ནས་དེ་ནི་ད་བླ་མ་ནི་དངོས་ལ་ནི་མྱ་ངན་འདས་ན་ཡག་པོ་མི་འདུག་ཟེར་དེ་ནི་ང་རང་ངེད་ལ་ནི་མྱ་ངན་འདས་ཆོག་པ་བྱེད་ཟེར་བྱས་བྱས་འདི་གཙོ་བོ་ཞུ་ཡ་འདྲ་བོ་འདི་ཞུས་ནས་ནི་གང་བྱས། ཁོང་ད་ཟུར་འཇོག་ནས་མར་ཕེབས་འགྲོ་དུས་རྩ་ནས་མགོ་ནས་མར་མ་ཕེབས་པ་བྱས་རྗེས་སྒེའུ་ཁུང་ནས་ནི་ཆ་རྒོད་པོ་ཅིག་ལ་སྤྲུལ་ཆས་ར་བ་ནི་ཕེབས་འགྲོ་ཡིན་ས་རེད་ཕེབས་འགྲོ་དུས་རྩ་ནས་ནི། དེ་ནས་ཉི་མ་ཁ་ཤས་རྗེས་ལ་ཡང་མགོན་པ་ནི་དགོངས་པ་གཞན་མདུན་དུ་གཤེགས་ནི་དགོངས་པ་རྫོགས་ཡིན་ས་རེད་ད་དེ་འདྲའི་འགྲོ་བ་ཡམ་ཆེན་པོ་ཞུ་ཅིག་ར་བ་དེ་སྔོན་མའང་དེ་ནི་སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཞུ་ཡས་བཞུགས་པའི་སྐབས་སུ་ལ་དེ་ནི་ཤཱ་རིའི་བུ་ལ་སོགས་པ་ཁོང་རྣམ་པས་ཀྱི་དེ་ནི།

སྤེལ་གནང་ཡིན་ས་རེད་ད། ངས་ཞུ་བའི་གཙོ་བོ་ཀ་རེད་ཞུས་པ་ཡིན་ན། འབྲུག་བལ་གྱི་བསྟན་པ་འདི་ད་མངའ་རིས་དང་ལ་དྭགས་ཁུལ་ལ་སྤེལ་གནང་མཁན་གྱི་ད་བླ་མེད་ཀྱི་གཙོ་བོ་འདྲ་བོ་དེ་ཁོང་རྣམ་པ་རེད། ཨ་ནི། ད་གང་བྱས། འདུ་བྱས་བྱས་ཨ་ནི། རེད་ད། ཡང་རྒུན་པ་ཁོ་རང་གིས་ད། སློབ་མ་མང་པོ་ཅིག་ཡོད་སར་ད་འདི་རྣམས་ལ་ངས་འདུ་བྱེད་ནས་ཞུས་མོ་གོ་ཆེད་དུས་ཚོད་ལས་མོ་གོ་བའི་ཐོག་ནས། ཨ་ནི་ངས་དེ་རིང་འདུ་བྱེད་ནས་ད། དུ། ད་ད་ཡང་རྒུན་པའི་རྣམ་ཐར་འདི་ཨ་ནི། ད། འགྲོར་ཙམ་རེ་བ་ཆ་ཚང་རེ་བ་ཅིག་འདུ་བྱེད་ནས་ཨ་ནི། ཞུས་པ་ཡིན།